ངོ་བོ་ལ་སོགས་ལྷན་ཅིག་སྔ་དྲོ་དེ་ལས་འདི་ནི། ཁ་སང་གོང་དུ་རྗེ་བཙུན་ཆེན་པོ་མེ་ལོ་རས་པའི་དགེ་སློབ་མ་གི་རྣམ་གཞག་གསལ་བོ་རེད་ད་དེ་ནས་སྡོམ་ཚིག་གསལ་བོ་རེད་ད་དེའི་སྐོར་ནས་གནས་དུས་རྗེས་ཤོས་རེད་ད་ཞིབ་ཆ་ཞུ་ཐུབ་ཡོད་མ་རེད་ད་དེ་རིང་དེ་ནས་མར་སློབ་མ་གི་རྣམ་ཐར་བྱེ་བྲག་གི་སྐོར་ནས་མར་ད་གང་ཐུབ་འདྲ་བོ་ཅིག་ཞུ་ཡག་འགོ་བརྩམ་གི་ཡོད་ད་དེའི་ནང་ལོགས་ལ་སློབ་མ་གཙོ་བོ་འོ་དེ་རྗེས་ཤོས་ཡོང་དུས་དེ་ནས་རྣམ་གཞག་སྐབས་སོ་སོ་སོ་སོ་ལ་ད་ཐུགས་སྲས་ཞེ་ཉེ་སྲས་བརྒྱད་འདྲ་བོ་རེད་ཐོག་མའི་རྣམ་གཞག་ནང་ལོགས་དེ་ནས་ཕྱིས་སུ་དེ་ནས་ད་སློབ་མ་གཙོ་བོ་གསུམ་ཟེར་ཡ་གཅིག། མི་འདོད་པའི་གྱི་གཙོ་བོ་དེ་ནི་ཅི་གམ་པོ་པ་མི་མ་ཡིན་འདོད་པའི་གྱི་དེ་ནི་གཙོ་བོ་སྟེ། ཆེན་མོ་ཚེ་རིང་བ་དང་སྐལ་ལྡན་འདོད་པའི་གྱི་གཙོ་བོ་སྟེ་འཇམ་ལྷན་སྐྱེས་བྱེད་པའི་སྒྲོན་མེ་དང་གསང་སྔགས་འདི་འཛིན་པའི་གཙོ་བོ་སྟེ་ཅེས་རས་ཆུང་པ་ཡིན་ཟེར་བ་ལྟར་ཏེ་ཡོང་སྟེ་གྱི་རེ་ཆུང་སྙན་བརྒྱུད་ཀྱི་ལུགས་འདྲ་བོ་བྱས་ན་རས་ཆུང་པ་དེ་སློབ་མ་གཙོ་བོ་ཐོག་ཏུ་གྱུར་པ་དེ་ཡིན་པའི་སྒོ་ནས་གསུངས་ཡོང་གི་ཡོད་རེད་དེ་ཡིན་དེ་ཡིན་ངམ་མཚུངས་སྙན་བརྒྱུད་ཀྱི་སྐབས་སུ། ངམ་མཚུངས་སྡོམ་པ། པོ་ཏི་རཱ་འཛའ། བྱང་ཆུབ་རྒྱལ་པོ་ཁོང་སློབ་མའི་གཙོ་བོ་ཡིན་པའི་རྒྱུ་མཚན་གྱི་ཐོག་ནས་མང་ཡོང་གི་འདུག་ཡ་ཡན་དེ་ཡིན། དེ་ནི་དྭགས་པོ་བཀའ་བརྒྱུད་ཀྱི་ཕྱོགས་ནས་དེ་ནི་རྗེ་མཉམ་མེད་སྒམ་པོ་པ་དེ་དག་སློབ་མ་གི་གཙོ་བོ་ཡིན་པ་འོ་དེ་འདྲ་ཡོང་གི་འདུག་ཕྱིས་སུ་དག་རྣམ་གཞག་འདྲ་པོ་བྱས་བ་ནི་ཉི་མ་ལྟ་བུ་དྭགས་པོ་ལྷ་རྗེ་ཟླ་བ་ལྟ་བུ་རལ་ཆུང་བ་སོགས་ཉིན་ཐ་སྙིགས་འདྲ་པོ་གཅིག་རྣམ་གཞག་གཅིག་བྱེད་ཀྱི་འདུག་དེའི་རྗེས་སུ་དེ་ནི་ཡང་ངམ་རྫོང་པ་དེ་ལ་སྐར་མ་ལྟ་བུ་འདྲ་པོ་གཅིག་གི་ཡང་གཅིག་ལ་ཕེབས་ཀྱི་འདུག་ད་དེ་ཚོ་འཕྲིན་ལས་ཁྱབ་ཆེ་ཆུང་གིས་ངོས་ནས་ད་ཅིག་བརྗོད་པ་བདེ་བའི་ཕྱིར་དང་ངོས་འཛིན་སླ་བའི་ཕྱིར་དང་ཁྱད་པར་གྱི་རྣམ་གཞག་མང་པོ་ཞུ་གཅིག་གསུང་ཡག་ཡོད་རེད་བ་མཁས་པ་ཟེར་དེ་ལ་རྣམ་གཞག་མང་པོ་ཅིག་གི་ཐོག་ནས་མ་ཆོས་ཀྱི་གནས་ལུགས་ར་སྤྲད་ཀྱི་ཡོད་རེད་དེ་ཡིན་དུས་དེ་འདྲ་གི་རྣམ་གཞག་མཛད་ཤག་རེད་ད་དེ་ནས་རྗེ་མཉམ་མེད་བདག་པོ་ལྷ་རྗེ་འདི་རྗེ་བཙུན་གྱི་སློབ་མའི་ནང་ལོགས་ལ་སློབ་མ་རབ་བྱུང་གི་ནང་ལོགས་ལ་དེ་ནི་རབ་བྱུང་གི་ཕྱོགས་ལ། སེར་མོ་བའི་ཕྱོགས་སུ་རྟགས་བདེན་པ་འབུལ་བའི་ཐོག་ནས་དྲིན་ལན་ཆེ་ཤོས་སུ་གྱུར་སོང་བ་རེད་འདི་མ་ཁྱབ་ས་འདྲ་བ་ཞིག་མེད་སོང་བའི་དབང་གིས་ན་དེ་ནས་ཉི་མ་ལྟ་བུ་ཞིག་ད་ལྟའི་འབྲེལ་གྱི་ཐ་སྙད་མཚན་གསོལ་སོགས་པ་ཕལ་ཆེར་ཡིན་པ་ཅིག་རེད། དེ་རིང་དེ་ནས་རྗེ་སྒམ་པོ་དཔལ་གྱི་རྣམ་ཐར་ལས་མ་རོབ་ཏུ་ཅིག་ཤོས་ཀྱི་ད་རྣམ་ཐར་རྒྱས་པར་བཤད་ན་མང་ཐག་ཆོད་ཅིག་ད་དེ་འདྲའི་རྗེས་ཆགས་དེ་བར་དྲིན་ལས་གཞི་རྒྱ་ཆེན་པོ་རེད་འདི་ནས་མང་རྣམ་ཐར་རགས་རིམ་གྱི་ལམ་འགྲོ་ཡ་ཡོད་མ་རེད་ད་ལྷག་པར་དུ་མང་ཞིབ་ཆ་དང་བཅས་པ་ད་དེང་དུས་ཀྱི་འགྲོ་སྟངས་འདྲ་བོ་བྱས་ན་ནང་སྲིད་ནང་སྲིད་མང་པོ་ཅིག་བཤད་དགོས་ན་གཞི་རྒྱ་ཆེན་པོ་ཞེ་བོ་ཅིག་རེད་ད་ཅིག་རགས་རིམ་ཙམ་ཅིག་ད་ང་རང་གིས་གང་ཤེས་པ་ཅིག་དེ་དྭགས་པོ་བཀའ་འགྱུར་ཆོས་འབྱུང་ཟེར་ཡ་ཅིག་ནང་ལ་གང་ཤེས་པའི་ཅིག་བཀོད་བཞག་ཡོད་རེད་ཆ་ཚང་ན་དེ་ནང་འདུས་ཡོད་མ་རེད་ཁ་ཤས་ཀྱི་དེ་ཡག་པོ་མི་འདུག་ཟེར་མཁན་ཡོད་རེད་ཡང་ཅིག་བསྒྲགས་ཀྱི་ཐོག་ནས་ཉེ་ཆར་དེ་འདྲས་ཅིག་བཤད་རོགས་ཟེར་ནས་དེ་ནང་སོང་ཡང་ཅིག་སྐམ་པོ་བེ་ཀི་རྣམས་དང་རང་གི་གང་ཤེས་པ་འོ་ཅིག་རང་གི་གང་ཤེས་པ་རེད་མ་གཏོགས་ཡོད་ཚད་དེ་ནང་འདུས་ཐུབ་ཀྱི་མ་རེད་བ། སོ་སོ་སྐྱེ་བོ་རེད་བ་སོ་སོ་སྐྱེ་བོ་ཡུལ་དུ་གྱུར་བ་ཅིག་མ་རེད་བ།

དེ་འདྲ་ཡག་ཅིག་ཞུ་བྱས་ད་དེ་རིང་འདི་སྐབས་བཟོས་ནས་གནས་སྤོས་ཅིག་ད་དེ་འདྲ་ཅིག་མ་ཞུ་ཡག་གི་འབེ་ཚོང་ཞུ་གི་དང་པོ་ལྷ་རྗེ་ཞུ་ར་བ་ཁོང་ལ་དེ་ནས་དང་པོ་ནི་ཞུགས་ས་གི་ཡུལ་སྐུ་ཚེ་སྨད་ཀྱི་ཞུགས་ས་གི་ཐོག་ནས་རེད་ལྷ་རྗེ་ནི་ཁོང་གསོ་རིག་ཟེར་གོ་རེད་སྨན་པ་སྨན་ཡག་པོ་མཁྱེན་པར་བ་སྨན་པའི་གི་ཐང་ལ་ཟ་བ་རླབས་ཆེན་ཡིན་དུས་དེ་ནི་ལྷ་རྗེའི་ཚན་དེ་ཐོག་བཟོ་རེད་འདུག་ཡང་ཁ་ཤས་ཀྱི་ཚན་ནང་ལོགས་ལ་ཅིག་སྒམ་པོ་པ་ཟེར་ནི་སྐུ་ཚེ་སྨད་ལ་ཁོང་གི་ཞུགས་ས་དེ་དྭགས་པོའི་ཡུལ་གྱི་སེ་བའི་ལྷ་རྒན་ད་ལ་སྒམ་པོ་ག་རེ་ལ་སྒྲུབ་གནས་འདྲ་བ་ཞུགས་དུས་ས་མིང་བླ་མ་ལ་ཐོག་ནས་ཅིག་སྒམ་པོ་པ། ཨོ་ད་དེ་འདྲའི་དོགས་སོང་རེད་བ་ད་ཁོང་གི་འཁྲུངས་ཡུལ་འདྲ་བོ་འདི་བྱུས་ན་བུག་གི་ལྷོ་ཕྱོགས་དེ་ནས་རྙེ་ལོར་བྱར་གསུམ་ཟེར་བ་ནང་གི་རྙེ་རྙེ་སྟོད་མོའི་བར་གསུམ་ན་རྙེ་སྟོད་དེ་ནས་རྙེ་སྟོད་ལ་ཡང་བོད་རྙེ་ཟེར་ས་དེ་ན་ན་དེ་ནས་རིགས་འདྲ་བོ་བྱས་ན་ཡབ་རྙེ་བ་རྒྱལ་པོ་ཡུམ་ཤོ་མོ་ཟ་ཚེ་འཇམ་གཉིས་ཀྱི་སྲས་སུ་དེ་ནས་འཁྲུངས་བསྡད་པ་དེ་འཁྲུངས་ཡུལ་དུས་ཚོད་འདྲ་བོ་བྱས་ན་རབ་བྱུང་དང་བུག་གི་ས་ལུགས་ལོ་ཆགས་དེ་གི་ཡོད་རེད་ད་དེ།

ཀུན་ད་དེ་འདུག་དེ་བཟོ་འདོད་དེ་ནས་དེ་འདུག་རྗེས་འཇུག་བྱས་ནས་དེ་ནས་ད་ཁོང་གི་འཁོར་བ་ལ་སྐྱོ་བ་སྐྱེས་ནས་ད་ཆོས་ཡང་དག་པ་ཞིག་གི་དགོངས་ནས་ད་དེ་ནས་ཆོས་བྱས་དུས་རབ་ཏུ་བྱུང་ཡང་དེ་གཙོ་བོ་འདྲ་བོ་ཅིག་ཆགས་ཏེ་རེ་བ་དེའི་འདུག་ཁོང་རབ་ཏུ་བྱུང་ནས་ད་སྒོ་རོང་ཁ་ལ་རབ་ཏུ་བྱུང་སོང་རེད་དེ་རོང་ཁ་རབ་ཏུ་བྱུང་གི་མཚན་ལ་དེ་ནས་བསོད་ནམས་རིན་ཆེན་ཟེར་དགེ་སློང་མཚན་ལ་བསོད་ནམས་རིན་ཆོད་དེ་ནས་དབུས་རི་ཞང་ཕྱོགས་ལ་ཕེབས་ནས་བཀའ་ཐམ་གྱི་ཆོས་ཚང་མ་ལ་ཐོས་བསམ་སྒོམ་གསུམ་གནང་དེ་དུས་བཀའ་ཐམ་དེ་ཚོ་སྒྲུབ་བརྒྱུད་གཙོ་བོ་མཛད་པའི་བཀའ་ཐམ་དེ་རེད་འོ་དེ་ལས་དེ་ནས་གསན་བསམ་དེ་ཚོ་ཆ་ཚང་གནང་ནས་དེ་ནས་ཡང་དགུང་ལོ་སོ་བཅུ་བཞི་པའི་སྐབས་ལ་རྗེ་བཙུན་མི་ལེགས་ཀྱི་དྲུང་དུ། བྱང་སོང་བས་ད་རྗེ་བཙུན་གྱི་མཚན་དེ་ཚོ་གསོལ་ནས་ཐུགས་ཁྱོད་ཐུན་མོང་མ་ཡིན་པའི་གི་དལ་བ་བསྐྱེད་ནས་ད་ཐིག་སྐབས་སུ་བཀའ་གདམས་པ་དེ་ཚོ་བས་རྣལ་འབྱོར་བ་ལ་དེ་ཚོ་དགའ་གི་ཡོད་མ་ཡིན་ན་ཡང་ཁ་ཅིག་གི་སྣང་བ་འདྲ་བོ་ཐོབ་ནས་དེ་ནས་རྗེ་བཙུན་རིན་པོ་ཆེ་ཀུན་འདུས་ལ་ཕེབས་ནས་དེ་ནས་གསང་སྔགས་རྡོ་རྗེ་ཐིག་དཔལ་གྱི་ཉིང་བཅུད་ཉིང་ཤུགས་ཀྱི་ཉིང་ཤུད་དུ་གྱུར་པས་ད་དེ་ཚོ་ཚང་མ་གསན་ནས་དེ་སྐབས་སུ་རྗེ་བཙུན་རིན་པོ་ཆེན་གྱི་སྣང་ཡོངས་ཀྱི་མཚན་དེ་ལ་དེ་མ་རྡོ་རྗེ་འཛིན་པ་འཛམ་གླིང་གྲགས་པ་འོ་ད་དེ་འདྲས་ཀྱི་ཕྱག་ནི་བཀའ་གདམས་དང་གསང་སྔགས་རྡོ་རྗེ་ཐིག་པ་གཉིས་ཟུང་འཁྲིལ་གནང་མཁན་འོ་མདོ་སྔགས་ཀྱི་བསྟན་པ་གཉིས་ཟུང་འཁྲིལ་གནང་མཁན་འོ་ད་བསྟན་པ།

དེ་རྒྱ་ཡོངས་གྲགས་ཅན་དུ་སྒོམ་ཟེར་ན་ཡག་གི་རེད་སོང་ནས་བླ་མས་དེ་ན་ཞིག་རྒྱ་ཡོངས་གྲགས་དེར་གཅིག་པུ་འདྲ་བའི་ཁོང་ཨིན་པ་འགྲོ་དོན་བསྟན་མཁན་རེད་ད་ཞོ་བོ་བཀའ་ཐམ་པའི་གི་ནས་སྒོམ་ཆེན་བྱེད་རོགས་ད་དེ་ན་ལ་མི་ཉུང་ཉུང་དེ་ཁོང་གི་སྨྲས་པ་དེར་ཞིབ་ཅིག་ཕན་ཐོགས་བྱས་བྱུང། དེ་ནས་ཡང་ལམ་རིང་གི་ཁྲིད་བྱས་ནས་མེ་ཏོག་པ་དང། ལས་འབྲས་དང་འཁོར་བའི་ཉིན་མོ་དེ་ཚོ་བཀོད་དེ་སྔགས་ཀྱི་ཉམས་དེ་ཚོ་འགྱུར་ནས་སྔོན་ཆད་བདེ་ཐང་གི་ཉམས་ཡག་པོ་ཅིག་ཡོད་རེད་དེ་དེ་ནས་དེ་མ་བྱུང་ནས་ད་ཅིག་བློ་སྣ་ཐུང་རུ་སོང། དེ་ནས་སྐྱོ་ཤས་ངེས་འབྱུང་དེ་ཚོ་ཆེ་རུ་ཕྱིན་སོང། དེ་ནས་དགོངས་མཐོང་གི་བདག། ཅེས་བརྩི་བྱུང། རིགས་འདུག་ད་ང་ལ་སྐྱོ་ཤས་ངེས་འབྱུང་འདྲ་བོ་དེ་འདྲས་སུ་བློ་སྣ་ཐུང་ཐུང་འདྲ་བོ་བློ་སྣ་ཐུང་ཐུང་ཟེར་དུས་དེ་ནས་མ་འཆར་གཞི་འདྲ་བོ་མང་པོ་མེད་པ་རེད་ད་ཆོག་མཆན་ཡོང་ས་མ་རེད་ཅེས་དགོངས་དེ་འདྲའི་བསམ་བློ་མང་པོ་བཏང་མ་ཚང་མི་འདུག་གོ་མི་རྟག་པ་རེད་ད་ག་དུས་འདྲ་བོ་ཞིག་འགྲོ་ཁག་དགོས་ཀྱི་མ་རེད་དེ་ལ་དེ་རིང་དེ་རིང་འདྲ་བོ་ཞིག་མང་དེ་འདྲས་ཀྱི་དགོངས་པ་ཞིག་ཡ་དེ་འདྲས་བྱུང་སོང་ཨོ་དཀོན་ལོ་ཡང་ང་ལ་དེ་འདྲས་ཅིག་བྱུང་ཟེར་གྱི་འདུག་ད་བཀའ་བསྟན་པ་དེ་ལ་དམིགས་བསལ་འདྲ་ཅིག་ཡོད་ས་རེད་དེ་ཆོས་དེ་ཅིག་བྱེད་འོང་དུས་ལམ་སང་སེམས་ནས་བྱེད་ཀྱི་པ་འདྲ་བོ་འདུག་ད་དེ་ནི།

མོ་ཡང་ཕེབས་སོང་སྟེ་རྗེ་བཙུན་རིན་པོ་ཆེ་སྐུ་མདུན་ལ་ཕེབས་དུས་དེ་ནས་གཙང་གི་ཚོང་དུས་མགོར་མོ་སི་དེང་སང་ཞལ་ལུགས་ཀྱི་ལུང་པའི་མདོ་དེར་བ་དེ་ཕེབས་དུས་དེ་དགོང་མཐོང་ན་ནི་དེ་ཁོང་གི་ནད་གཡོག་འདྲ་བ་ཞིག་དེ་ནས་ཁོང་ཡ་གཅིག་ན་ས་གཅིག་མགོ་སྟེ་སུ་གྲགས་ཀྱིས་ཕྱིན་པ་དང་དེ་ནས་ཁོང་དེ་ན་བཅོལ་ནས་དེ་ནས་རྗེ་བཙུན་རིན་པོ་ཆེ་སྐུ་མདུན་དུ་ཕེབས་སོང་རེད་བ་དྲན་ན་དེའི་སྐབས་དེར་རྗེ་བཙུན་རིན་པོ་ཆེ་ཁྲིད་ནས་ཞོགས་ཀྱི་བས་དེ་ན་ཕྱིན་པ་ཡིན་དེ་ནས་བླ་མ་དང་དེ་རིང་ཐང་རྒྱལ་འོངས་པའི་ཚིག་ད་ནང་ཞོགས་པ་དེ་ན་ལ་དེ་ནས་རྗེ་བཙུན་རིན་པོ་ཆེ་གིས་བཤད་ན་འོ་ད་དེ་རིང་ངའི་འདི་ན་ལ་དབུས་པ་སྡོམ་པ་ཅིག་ཡོང་གི་རེད་ད་དེའི་འགྲོ་བ་ལ་ཕན་ཐོགས་པ་འོ་ཡོང་གི་རེད་ཟེར་ནས་གསུངས་བཞག་འདུག་ད་དེ་ནས་ནག་པོ་ཆར་དུ་བྱས་པ་ཁ་ཡག་འདོག་པ་ཅིག་ཕྱིན་པ་ཡིན་ཟེར་ནས་གུར་འདྲ་བོ་ཟེར་ནས་ཕེབས་དགོས་ཀྱི་ཅིག་ཡིན་ས་ར་བ་ཁ་ཤས་འདུག་དེ་ནས་ཕྱིན་དུས་ད་ང་ཐག་རིང་ནས་དེ་ནས་ལུས་སེམས་དཀའ་ལས་ཅིག་འདུག་ཟེར་ནས་ཅིག་ཡོང་པ་ཡིན་ཟེར་ནས་ཞུས་དེ་དུས་དེ་སྐབས་དེ་ན་ཞུ་དུས་ཁོང་ཚོ་ཨོ་ད་ཁྱོད་སྐྱེ་བོ་ཞེ་བོ་རེད་ཁྱེད་རང་བལ་མི་ཞེ་བོ་ཅིག་རེད་ས་ནས་ག་རེ་རེད་ཟེར་དུས་ད་ནང་བླ་མས་དེ་འདྲ་གསུངས་ཀྱི་འདུག་དེ་ནས་དབུས་པ་སྟོང་པ་ཅིག་ཡོང་གི་རེད།

གསུང་གི་འདུག་བོད་ཉིད་ལས་འབྲི་ཡོད་མ་རེད། དེ་ཡིན་དུས་དེ་ནས་ཐུགས་རྗེ་སྒམ་པོ་པ་ཁོང་བཀའ་དམ་པའི་བླ་མ་དོན་རྩ་དཔལ་ཐུགས་དེ་དུང་བསྟན་ཆེན་པོ་གནང་ནས་བཀའ་དྲིན་ཆེན་པོ་བསྐྱངས་གི་འདུག་དེ་དོན་རྩོད་ལ་མ་ཆགས་པར་མདའ་བཏང་བ་ནང་བཞིན་གྱི་རྗེ་བཙུན་མའི་ལག་གི་ཀུན་ཏུ་རིག་ཕྱིན་པ་ཡིན་ཟེར་དགོངས་པས་དེ་བསམ་རྒྱུ་དྲན་རྒྱུ་རྗེ་བཙུན་མའི་མིག་མ་གཏོགས་མེད་པ་ཆགས་ནས་ད་དེ་སྔོན་གྱི་ལས་འབྲི་ལས་འབྲི་གི་དཔེ་ལས་འབྲི་སྟོབས་ཆེན་པོ་ཅིག་ཡོད་ས་རེད་འདུག་སྲིད་དེ་ཡིན་ཕྱིན་མི་ཉིད་ཀྱིས་མ་སོང་ན་མི་འགྲིག་མཁན་ཅི། རྨོངས་སེམས་དག་པའི་བླ་མའི་མཚན་ཐོས་ནས་སུ་ཡོད་ར་བ། ཨོ་དེ་གསོལ་འདེབས་དེ་ནང་བཞིན་ད་དེ་ནས་རྗེ་ཚེ་རིན་པོ་ཆེའི་སྐུ་མདུན་ལ་དེ་ནས་གདམས་ངག་དེ་ཚོ་ཞུས་དུས་སྒོམ་གྱི་གདམས་ངག་ཞུས་དུས་དེ་བླ་མ་ཞང་བཅུ་སེམས་དཔའི་གི་གདམས་ངག་དེ་ཡག་པོ་ཞིག་ཐོབ་ཞག་མེ་མདའ་འོག་ཤ་ཚ་པོ་བྱུང་ནས་མེ་མདའ་ཚོ་རག་རིམ་གྱིས་དེ་ནས་བླ་མར་ཁོང་རེག་སྔོ་མ་གི་སྒོམ་སྟངས་དེ་ཚོ་ཞུས་དུས་ད་ཡག་པོ་ད་རེད་དེ་དེ་ཟེར་དེ་ཟེར་ཅིག་རེད་གསུང་གི་འདུག་དེ་ནས་ཆུ་གཅིག་དྲིལ་ཡག་པོ་མ་བྱུང་དུས་དེ་ནས་སྒོམ་ཉམས་ལེན་སྐོར་དང་དེ་འདྲས་ཞུས་དུས་ཨོ་ད་ཁྱོད་ཀྱི་དེ་ཏིང་ཏིང་པོ་དེ་འདྲ་མ་སྒོམས་སུ་ད་དེ་རྡོ་ལུག་གི་གོམ་ཐང་ཅིག་ཡོད་རེད་བ་ད་ཞག་འདབ་དགོས་ཅིག་དེ་ཚོ་ནི་བ་ཏིང་ཏིང་པོ་འདྲ་བོ་ཆགས་སོང་རེད་བ་འོ་དེ་འདྲས་མ་གོམས་ཟེར་དེ་ནས་སོག་ཚུལ་དགོང་དགོ་རེད་སོང་སྟོན་མོ་དགོང་དགོ་རེད་སོང་དེ་འདྲས་སོང་ཞོང་དུས་སྐབས། སེ་བྷན་ཏོན་ཆུང་དང་དེ་སྒམ་པོ་བ་གཉིས་ཆོས་ཆོས་ཀྱི་བགྲོ་གླེང་འདྲ་བ་བྱས་བྱས་ཁོ་གཉིས་ཀྱིས་ཆོས་ཐམ་དེ་འདྲ་ཅིག་གླེང་པ་ཡིན་ཟེར་དེ་གླེང་བསྡད་དུས་དེ་ནས་རྗེ་བཙུན་རིན་པོ་ཆེ་དང་བླ་མ་སེ་བྷན་ཏོན་ཉུང་གཉིས་དེ་འདྲས་བགྲོ་གླེང་གམ་མོ་གནང་དེ་ནས་ཁོང་གི་ཡང་དེ་ནས་བགྲོ་གླེང་གནང་དེ་ནས་ཁོང་གིས་སེ་བྷན་གྱི། རོགས་པ་འདྲ་བོ་ཞིག་ཞོགས་ལ་ཡག་ཅིག་རྒྱབ་སྐྱོར་འདྲ་ག་བྱེད་འདོད་དེ་ནི་རྗེ་བཙུན་རིན་པོ་ཆེ་གསུང་གི་འདུག་དེ་ནི་ཁྱོད་རང་གི་སྒོམ་གི་ལུགས་འདྲ་བོ་དང་འདི་འདྲ་ཅིག་ཆགས་འདི་ཡོད་རེད་སྒོམ་ལུགས་ཀྱི་ཁྱོད་ང་ལྟར་སྒོམ་ན་ཨོ་དེ་ནི་ང་ཁྱོད་ལྟར་སྒོམ་ན་འདི་འདྲ་ཆགས་གི་རེད་ཁྱེད་རང་ལྟར་བྱས་ན་འདི་འདྲ་ཅིག་རེད་སོང་ནས་སྒོམ་གི་རྣམ་གཞག་དེ་ཚོ་ཅིག་གསུང་ཡོང་དུས་རེད་སྒམ་པོ་པ་ཁོང་རྣམ་པ་གི་སྒོམ་ཡིན་བསམ་པ་འདི་ནམ་ཆུང་ཁོང་རྣམ་པ་གི་བསླབ་བྱ་བའི་སྒོམ་ཅིག་ཡོད་རེད་བ་དེ་དེ་རེད་སྒོམ་ཡིན་བསམ་དེ་ཡོད་རེད་དེ

འོ་ཨོ་ཁ་དོ་བ་ཟོང་དུ་ཡང་ནས་མ་རྙེད་ནས་ཨོ་ད་དེ་ནི་ད་ཁོ་དོ་བ་བྱེད་འདོད་ཤེས་ནི་ཅིག་ཚོ་བཞེས་འདྲ་བོ་འབྲུ་རིགས་འདྲ་བོ་ཏོག་དེ་ཟོ་སྙོམས་ར་ཤོང་ཟོང་དུ་དེ་འདྲ་ཟོང་དུ་ད་དེ་ཀུ་ལེ་འདྲ་བོ་ཞེ་པོ་ཅིག་རྒྱག་དགོས་ས་རེད་ད་དེ་འདྲ་ཅིག་གི་ཀ་ཐམ་པ་ཐམ་དུ་མཉམ་དུ་ཞོག་དེ་གྲོའི་དོན་དུ་སྐབས་རེ་ཡག་འཛུ་བྱེད་སྐབས་རེ་ངན་འཛུ་བྱེད་དེ་ནི་མ་སྡུག་རུ་སྡུག་རུ་བྱེད་སྔོན་ཆད་རྗེ་བཙུན་རིན་པོ་ཆེ་ཁོང་རྣམ་པ་དེ་གི་སྒོམ་གི་བཟང་པོ་ཞེ་པོ་ཅིག་ཡོད་པ་ལ་ད་ཀ་ཐམ་གི་གྲ་སར་མི་མང་པོ་ར་བ་མང་པོ་མཉམ་དུ་བསྡད་ནས་དེ་ནས་ཅིག་འདོང་རྒྱུ་སྐྱོར་རྒྱུ་སྒྲུབ་རྒྱུ་ད་དེ་འདྲ་ཡམ་ཅིག་ཚོགས་རྒྱུ་མང་པོ་འདྲ་བོ་ཡོད་ས་ར་བ་བསྟན་འདོད་དེ།

ཡོན་ཏན་དེ་འདྲ་ཡང་སྐྱེ་ཡོང་གི་འདུག་ད་འདི་ཚོ་ཚང་མ་རང་རྣམ་ངོ་མ་རེད་བ། འོ་ད་དེ་འདྲས་ཀྱི་ཡོན་ཏན་སྐྱེ་ཡོང་གི་འདུག་གསུངས་ཏེ་དེ་སྐབས་དེ་དུས་ཁོང་གཡས་ལ་ཕེབས་ཤིང་དགེ་བཤེས་འདྲེས་པ་མཇལ་ཡས་རེད་བ། འོ་ད་ཁོང་ལ་དེ་ནས་ཁྱོད་ཏིང་ངེ་འཛིན་བཟང་པོ་འདུག་ཟེར་གྱི་འདུག་ཏིང་ངེ་འཛིན་ག་ཚད་ཡིན་འདྲ་ཅི་ཡོད་གསུངས་དུས་དེ། ད་ངས་ཁྱོད་ཀྱི་ཏིང་ངེ་འཛིན་དེ་ལ་དེ་ནས་ནེའུ་ཐང་དེ་མོ་གང་ལ་ཧོམ་པ་སྤོབས་ན་ཞིང་འཇམ་དེ་ངས་ཡོད་རེད་བ། འོ་ངས་ཁྱོད་ཀྱི་ཏིང་ངེ་འཛིན་དེ་ཉིད་གཅིག་པ་གཅིག་རྐྱང་རེད།

གི་ལོ་ཚིགས་དེ་ཚོ། ལོ་ཚིགས་དེ་ཚོར་བརྟེན་ནས་ནི་ད་ལ་སྒམ་པོ་ཆགས་ལྟ་བུའི་ལོ་ཚིགས་དེ་ཁ་གསལ་ཡོང་གི་རོ། དེ་མ་གཏོགས་དུས་ཕྱིས་སུ་ལྕགས་སླང་ཡིན་ཟེར་ཡ་འདྲ་བོ་དེ། སུམ་པ་དེ་ཞེས་བྱ་བ་དེ་དེང་སང་ཡོངས་གྲགས་ཆགས་ལྟ་བུ་ཡོད་རེད་དེ་དོན་ངོ་ཐོག་དེ་ལ་གནས་གི་མི་འདུག་བ། འོ་དེ་ནས་ཁོང་དེ་ནས་དེ་འདྲ་ཞིག་དེ་སྐྱིད་དེ་ནས་ཡ་དེ་དེ་དཀའ་བོ་བྱུང་སོང། ད་ལྟ་ཁྱེད་ཚོ་ལ་ནི་དཔེ་ཚེགས་མེད་པ་སྐྱེ་ཡོང་གི་འདུག།

ང་ཚོ་གཞན་དག་ཡིན་ན་དཔེ་ཆའི་སྟེང་ནས་དཔེ་ཏོག་གི་གོ་བ་རྐྱང་ནས་ཕར་འགྲོ་དེ་རེ་བ་དང་དེང་སང་བྱས་པ་དེ་ཚོ་ཡིན་ན་དཔེ་ཏོག་འཕྲོ་གྲབས་དེ་གོང་ནང་པའི་ནས་སྒོམ་སོང་དེ་ནང་ནས་ཡིན་ལུགས་ཅིག་ནང་ནས་ཤར་འོ་དེ་ཤར་འོ་ཟེར་བ་ཤི་བའི་ངོ་བོ་དེ་ལ་སྔོན་རྗེས་ཀྱི་མི་ཁྲེལ་བ་ནང་བཞིན་དེ་འདྲ་ཡོང་གི་འདུག་རང་གི་ངོ་བོ་དེ་ཡོད་རྗེས་དེ་འདྲའི་གནས་ལུགས་དེ་མཐོང་ཡོང་གི་འདུག་དེ་མཐོང་པའི་སྐབས་སུ་དེ་སྔ་མའི་སྒོམ་དེ་ཚོ་དེ་མ་ཟིན་ནས་དང་པོ་ཡང་དེ་ནས་ཡེ་རེ་བ་མངོན་གསལ་ཆེན་པོ་ཡེ་རེ་བ་དེ་འདྲ་ཅིག་བ་འགོག་ཏུ་མེད་པ་བ་དེ་འདྲ་ཅིག་ཡོང་གི་འདུག་དེ་ནས་སྔར་གྱི་ཆོས་ཀུན་དང་བླ་མའི་མགུར་དེ་ཚོ་དང།

ད་དེ་ཚོ་ཚང་མ་ཁོང་གིས་ཉམས་མྱོང་གི་ཐོག་ནས་གསུངས་བཞག་པ་རྒྱང་རིང་འདུག་དེ་སློབ་མ་གིས་བེད་སྤྱོད་བླ་མས་དེ་འདྲའི་ལྟོགས་འདུག་ཡོད་ས་ཡོད་བླ་མས་དེ་སྨྱོ་ཅན་ཉིན་གང་ཅིག་ནམ་མཁའ་དུ་བ་ཅིག་ཟེགས་འདུག་ཅིག་ཞེས་ཟེགས་ས་ཡོད་ས་དེ་འདྲས་གསུངས་བཞག་མ་རེད། འདུག་ཕྱིས་སུ་དེ་འདྲས་གྲི་གུག་གི་དུ་བ་ཞིམ་པོ་ཞན་གྱི་དུ་བ་ཅིག་མིག་རིག་རིག་ཅིག་ཟེགས་སུ་སོང་རེད་ཞེས་ཟེགས་ས་ཡོད་ཕི་ཅིར་ཅིག་ཞེས་ཟེགས་ས་ཡོད་དེ་འདྲས་མ་རེད་ད་འདི་ཁོ་རང་རང་གི་ཉམས་མྱོང་རྟོགས་པ་གསུངས་བཞག་རེད་བ། བར་སྐབས་ཀྱི་རོང་ཕུག་གི་གནས་བརྟན་ཁར་བུད་ལ་དེ་ནི་རྟོགས་པ་ལ་བོགས་ཞིག་ཤོངས་ཟེར་མི་རོང་ཁག་གི་བུད་ཡོད་རེད་བ། འོ་དེང་སང་རྫི་ལུང་དེ་འདྲས་ས་དེ་ན་རེད་བ། འོ་དེ་ནི་སྔར་གྱི་རྟོགས་པ་ཐམས་ཅད་བེམ་ཡོལ་དུ་ཤོངས་ཙང་ན་ད་སྔ་མོ་ནས་རྟོགས་པ་དེ་འདྲས་ཤར་འོང་དུས་ཅིག

ད་དེ་ནང་ལ་ཞོ་བོ་གཅིག་གིས་གདོང་རིང་སྲིད་དུ་བཀའ་གདམས་ཀྱི་མན་ངག་ཡོད་པ་ཡིན་ཞེས་པས་ད་ཁོས་ཡིན་ཕྱིན་མི་གཉིས་ཁ་ཆད་དགོས་རེད་ཨུ་ཚུགས་རྒྱབ་དུས་དེ་ནས་འཆི་བ་ཞིག་རྨིས་སོང་ད་དེ་དེ་གར་ཚོང་གི་ཡོད་རེད་ཟེར་དུས་རྨི་ལམ་དེ་གི་ད་ད་ལྟ་མི་ལ་བལྟས་ཚེ་ཕན་ཐོགས་ཡང་དེ་བཀའ་གདམས་ལ་བརྟེན་ནས་ཐོགས་སོང་བ་ཡིན་ཞོ་བོ་བཀའ་ཐམས་ཕན་གི་དེ་ལམ་རིམ་སྐྱིད་པོ་གསུམ་གི་ལམ་རིམ་དེ་ལ་བརྟེན་པ་ལ་བརྟེན་ནས་ཕན་འགྲོ་གི་ཡོད་རེད་བརྟེན་དུས་གོང་གི་ཐུན་མོང་ལ་དེ་བཀའ་གདམས་ལམ་རིམ་དེ་གཙོ་བོ་བརྟེན་པར་བ་ད་ན་རོ་གདམས་ངག་དེ་བཤད་པ་དེ་མང་པོ་རེད་ཆོས་དྲུག་ལ་སོགས་དེ་དེ་བཀའ་གདམས་དང་མ་མཁྲིས་ན་དེ་ནས་ཕན་ཐོགས་ཞེ་དྲག་མེད་རེད་དེ་ཚོ།

ཆེ་རུ་འགྲོ་སྟབས་རང་ཁེ་པ་ཡིན་ཟེར་ནས་གཞན་དག་ལ་བབས་ཏེ་སྣང་ཆུང་འདྲ་བོ་དེ་ཆེ་རུ་ཆེ་རུ་འགྲོ་སྡད་ཡོད་རེད་བ་ད་དེ་ཚོ་ཚང་མ་ཆེ་རྟ་ཟ་བོ་དེ་སྒང་བབས་ཆེ་ཆེ་སྒང་ན་བབས་རྒྱུག་སོང་རེད་འདོད་དེ་རེད་ད་དེ་རང་རྣམ་ད་ཚོ་དཔེ་གལ་ཆེན་པོ་ཡིན་འདུག་ངས་དེ་ནས་མ་ཞུས་ད་ག་ཞེ་ཟ་ན་ཁོས་དེ་མ་ཀློག་སྡད་ཀྱི་འདུག་ཟེར་འདྲའི་དགོངས་པ་གྱིས་རེད་བ་ད་དེ་ཚོ་གནད་འགག་ཆེན་པོ་ཞེ་བོ་ཅིག་རེད་འདོད་འོ་ད་དེ་འདྲས་རེད། དེ་ནས་རང་རྣམ་ནང་སོང་བཞག་རེད་ད་རྗེ་བཙུན་གྲོང་ནས་མ་ཕེབས་ཡོང་ག་ལ་གཏོར་མ་ཆེན་པོ་ཅིག་དབུ་ལས་བཞག་ནས་དེ་ད་ལྟ་ཆོས་སྐྱོང་གི་དབང་བསྐུར་ནས་ད་ཁྱོད་ཀྱི་སེམས་ཅན་གྱི་དོན་མང་པོ་འོང་བ་འདུག།

དེ་ནས་བསམ་གླིང། དེ་ནས་མགར་ཕུག་ད་དེ་ཚོ་ལ་ཞུགས་དེ་ནས་འོ་དོད་ཧུང་སྐྱིད་ཕ་ཐོག་ལ་ཞུགས་དེ་ནས་རྒྱ་སོག་བྲག་ལ་ཞུགས་ནས་དེ་ནས་ལོ་བཅུ་སོ་བེ་ཅར་ཞུགས་སོང་རེད་འདོ་འོ་ད་དེ་ནས་ཞུགས་ནས་དེ་ནས་མང་ཐང་ལ་སྒམ་པོ་རུ་ཕེབས་ནས་འགྲོ་ཐོང་ཤོག་ཆེན་པོ་ཅིག་མགོ་ཚུགས་སོང་རེད་ད་གཙོ་བོ་དེ་དགེ་ལུང་ནས་རེད་འདོ་དགེ་ལུང་ནས་དེ་ནས་བཀའ་གདམས་དཔེ་དང་བཀའ་ཕྱག་ཆུ་བོ་གཉེན་སྒྲིག་གི་ཆུ་འཁོར་དེ་བསྐོར་ས་སློབ་མ་གཙོ་བོ་དེ་རྣལ་འབྱོར་ཆོས་ཡུམ་ལ་སོགས་པ་ལས་བྱས་ནས་དེ་ནས། མངོན་པར་རྫོགས་པའི་སངས་རྒྱས་ས་དང་ཆོས་ཀྱི་འཁོར་ལོ་བསྐོར་ས་གཙོ་བོ་དེ་དགེ་ལུང་ནས་འོ་དེ་སྐད་ཅིག་ལོ་བཅུ་དངོས་སུ།

དམ་པ་སངས་རྒྱས་ཀུན་འདུས་ལ་དེ་ནས་དིང་རི་གི་རྫ་ལུང་བྲག་ལ་དེ་ནས་རྣལ་འབྱོར་ཤེས་རིམ་ཞུས་པ་རེད་ཟེར་ཡ་ལ་བོ་དང་བཅས་ལོ་ཙཱ་བ་མཇལ་བ་རེད་ཟེར་ཡ་འདྲ་དེར་ཡོང་གི་འདུག་ད་དེ་ཚོ་ཡང་མང་དབྱེ་ཞིབ་འདྲ་བོ་བྱེད་དགོས་ཡ་ཨོ་ད་དེ་འདྲ་ཅིག་རེད་དེ་ལོ་ད་དེ་ཚོ་ཡང་ལོ་རྒྱུས་དོ་སྣང་བྱེད་མཁན་ཡིན་ན་ད་ལོ་རྒྱུས་དོ་སྣང་མ་བཟོད་བྱས་དེ་ནས་རྩ་བ་ནས་བར་ད་གོ་རིན་པོ་ཆེ་བགྱིས་སོང་མཁན་གི་ད། ཆོས་བརྒྱུད་དེ་ཚོ། ད་གོ་ལྷ་ཆོས་དང་འབྲེལ་བ་ས་གས་མེད་མཁན་གི་ཡིན་རྒྱུ་ད་གོ་ཆོས་འབྲེལ་ལས་འདས་མཁན་གི་དེ་ཚོ་ད་རྣམ་ཐར་ཞིབ་ཚགས་རྩ་བ་བརྒྱུད་ནས་གནང་བ་གཏང་གི་མ་རེད་བ་བཀའ་བརྒྱུད་གོང་མའི་རྣམ་ཐར་རྩ་བ་ནས་ད། དོ་སྣང་བྱེད་ཀྱི་མ་རེད་བ། རེད་དེ་དག་དོ་སྣང་བྱེད་མཁན་ཅིག་ངོས་ནས་བཤད་ན་ཡང་དེ་ཚོ་ལ་ཡང་བལྟས་ཚེ་བསམ་བློ་གཏང་དགོས་ཡ་ཨོ་དེ་འདྲས་རེད་དེ་གཞི་གཅིག་རེད་པས་མཛད་པའི་རྣམ་ཐར་ནང་དེ་འདྲ་ཡོང་གི་འདུག་བ་རྗེ་བཙུན་མི་ལས་གཞན་ནས་ཨུཏྤལ་སྟོན་པ་ཁྱོད་དེ་ལག་ནས་སྔོན་གྱི་སྦྱངས་པ་ཅན་གྱི་རེད་ཤག་འོན་ཀྱང་ད་རིང་ང་དང་མ་འབྲེལ་ན་ཁྱོད་ལྷ་གཅིག་ལ་རྒྱལ་འདུག་ཟེར་ནས་མིར་གྱེས་ནས་ལམ་འགྲོ་བ་ཚོ་ལྷ་གཅིག་འདི་འགོག་པ་ཐུག་གི་ཉམས་ལེན་འགྲོ་བ་བྱས་སོང་རེད་བ་ཨོ་དེ་འདྲས་ཀྱི།

ད་སྐལ་ལྡན་གྱི་སྤྱིལ་བུ་དེ་ཚོ་ལ་རྗེ་བཙུན་མེ་ལ་ནས་བརྒྱུད་པའི་གི་དེ་ནི་ཟངས་ལྔ་རྡོ་རྗེ་ཐིགས་པའི་སྨན་དྲུག་གི་དོན་དུ་ཁྲིད་ནས་ད་པ་ར་སྡོད་ཅིག་ད་ཟངས་ལྔ་རྡོ་རྗེ་ཐིགས་པ་ནི་དབང་གསུམ་པ་ལ་གི་ཉམས་ལེན་ལ་བརྟེན་དགོས་རོ་ཨོ་དེ་ནི་ད་དེ་བརྟེན་མ་དགོས་པ་ཐུན་མོང་ལ་ཡང་དེ་ནི་གྲོལ་ལམ་གྱི་ཐོག་ནས་ཕྱག་རྒྱ་ཆེན་པོ་བསྟན་པ་ད་དེ་འདྲའི་གི་ཁྱད་པར་ཅིག་བྱུང་སོང་རེད་གོང་གི་ཕྱག་ཆེན་ཁྲིད་སྟངས་ཏེ་ཡིན་ཡ་ཅེ་ན་སྔགས་ཀྱི་ཕྱག་ཆེན་ཡིན་པ་ལ་སྔགས་ནང་བཞིན་གྱི་དབང་གསུམ་པ་ལ་བརྟེན་མི་དགོས་པ་ཨོ་ད་དེ་འདྲའི་ཅིག་གི་ཐོག་ནས་ཁྲིད་རིམ་དེ་མདོ་ལུགས་དང་འདྲ་བ་ལ།

དེ་སོང་བར་མགྱོགས་མགོ་ཕང་འཁྲུ་བ་གྱིས་ཐབས་ལམ་ཚིགས་བཅད་མེད་ཀྱི་གསེར་སྐུ་ཞལ་གདམས་སྐབས་ལ་ནཱ་རོ་པོད་ཀྱི་གདམས་པ་འདི་ལ་དགེ་བཤེས་གཞུང་པ་བླ་མ་རྔོག་པོད་ཀྱིས་གསལ་བ་ཐོ་བ་གཉིས་སུ་མཛད་ནས་འབྲི་བཤད་རྒྱབ་སྟེགས་ཡོད་རེད་སྲིད་བླ་མ་ལོ་རོ་པ་ཐ་མའི་ཁུངས་འབེར་བ་རེ་བྱུང་པ་གིས་དགེ་བཤེས་གདམས་པ་འདི་ལ་གསལ་བ་སྐོར་གསུམ་འབྲི་ཐོག་ནས་བྱེད་ཀྱི་ཡོད་རེད་འབྲི་གཏོང་རལ་པ་གྱིས་དེ་ནཱ་རོ་པའི་ཆོས་སྤྱོད་ལ་བྱས་ནས་བྱེད་ཀྱི་ཡོད་རེད་བླ་མ་མི་ལའི་ཉེ་གནས་སེ་བན་གྱི་སྟོང་ཆུང་གིས་ཚེ་འདི་དང་བར་དོ་གཉིས་ཀྱི་ཐོག་ནས་མཆོག་གི་དངོས་གྲུབ་སྒྲོལ་བའི་ཐབས་ལ་བ་གདམས་ངག་རྣམ་པ་གཉིས་སུ་བྱས་ནས་འབྲི།

དང་གཞན་དང་མི་འདྲ་བའི་རྒྱུ་མཚན་དེ། བཀའ་ཁྲིམས་པ་དེ་ཚོ་སྤྱི་བོ་གསུམ་གྱི་ལམ་རེད་མ་གཏོགས་གཅིག་གཞག་ར་བ་རེད་སྤོ་ལྟོགས་པ་རེད་ཁོང་རྣམ་པ་དམངས་ཆེན་གྱི་སྔགས་བླ་མེད་བསྐོར་ཏེ་རྩ་བ་ནས་རྣ་བ་གཏང་གི་མ་ར་བ་དེ་དཔེ་དེ་ངག་ཁོ་ར་ཡོད་མ་རེད་གསུངས་ནས་བ་ཙོག་ལྟ་འདྲ་བོ་བྱས་ནས་གླེགས་བམ་དེ་ཚོ་ཡིན་ན་བཀའ་ཁྲིམས་རྒྱབ་ཞེས་བ་བཞག་ནས་མ་རྒྱུད་བསྐོར་དེ་ཚོ་འོ་དེ་ལྟ་ཡ་ཁོ་ར་ཡོད་མ་རེད་ད་སྐྱེ་བ་ཕྱི་མ་མ་ནོམ་རྒྱབ་འོ་དེ་འདྲས་ཀྱི་གནས་སྟངས་ཅིག་ཡོད་ར་བ་ད་དེ་མ་ཡིན་པ་ཁོང་གི་དེའི་སྐབས་སུ་དེ་ནས་མ་རྒྱུད་ཀྱི་རྫོགས་རིམ་ཆ་བཅུ་དྲུག་དེ་ཚོ་ཚང་མ་ཉམས་ལེན་གནང་ནས་དེ་གཅིག་མ་ཡིན། མ་རྒྱུད་ཉམས་ལེན་ཞིག་དགོས་ན་ཡིན་ཕྱིར་མི་ནི་བསྔགས་པ་ཞིག་དགོས་ཏེ་རག་མ་བསྟེན་དགོས་པའི་དེ་དགོངས་པ་དེ་བཞི་ཡོད་མ་རེད་བ། ཁོ་རབ་བྱུང་གི་རྟེན་ནི་ཡང་དེ་ཉམས་ལེན་ཞེས་ཡང་ཡོད་པས་དེ་གི་གནད་འགའ་འདྲ་བོ་མཁྱེན་ནས་དེ་ཆོས་སྒྲུབ་ཚུལ་དུ་ཉམས་ལེན་གནང་དེ་གི་ཡོན་ཏན་སྐྱེ། སློབ་མ་སྒོམ་ཆེན་གྱི་དཔེ་གང་བ་ཞིག་ཆགས་རོ། དེ་གི་བཀའ་ཐམས་པའི་ནང་ལས་བཀའ་ཐམས་གཞན་དང་མི་འདྲ་བའམ་མདོ་སྔགས་གཟུངས་འཕྲིནའོ། དེ་དེ་འདྲས་ཅིག་ཆགས་བསྡད་པ། དེ་ནས་རྗེ་བཙུན་གྱི་སློབ་མ་མང་ཆེ་བ་ཞིག་བོད་རྣལ་འབྱོར་པའོ། དེ་ནས་སྒོམ་ཆེན་སྔགས་པ། ད་ཐེག་གི་རྣམ་པའི་ཐོག་ནས་ཡང་འདིར་བ་རས་པ་སྤྱན་འཆང་གི་ཐོག་ནས་ཡང་ཁོང་དེ་མ་ཡིན་པ་ཅིག་རབ་བྱུང་གི། བན་དང་ལྡན་པ་དེ་ཡིན་དུས་དེ་ནི་དྭགས་པོ་བཀའ་ཆུས་ཟེར་དུས་དྭགས་པོ་རིན་པོ་ཆེ་འགའ་རེ་ལུགས་ཏེ་བན་ཅིག་རྗེ་བཙུན་མའི་ལ་སློབ་བརྒྱུད་མར་པའི་སློབ་བརྒྱུད་ཀྱི་ནང་ལོགས་ནི་ཡང་མི་འདྲ་འདྲ་ཅིག་ཆགས་ནས་ཨོ་ད་དེ་འདྲ་ཅིག་ཆགས་སོང་རེད་བ་ད་འདི་གནད་འགག་འདྲ་བོ་དེ་ཧ་གོ་དགོས་ཀྱི་འདུག་བླ་མ་སོ་སོ་གི་ཕྱག་ལེན་གནང་སྟངས་དེ་བླ་མ་དེ་སླུ་བ་ཡིན་ན་ལས་སྟངས་ཚང་མ་གཅིག་པ་ཡིན་པ་གཉིས་པ་འདྲ་བོ་མེད་དོན་གྱི་སྐུ་སོ་སོ་གི་ཁམས་དང་ཨང་ཕོ་བསྟུན་ས་ན་རེད་དེ་ནས་བསྟུན་ས་གི་སློབ་མ་འགས་ཀྱང་གནས་སྟངས་ཟེར་བ་རང་གདུལ་བྱའི་ཁམས་དང་ཨང་ཕོ་དུ་མོའི་བར་ལ་བསྟུན་ས་ན་རེད་བསྟན་པ་སྤྱི་ལ་དགོངས་པ་བཞེས་ས་ན

དེ་རེད་ད་དེ་བརྒྱུད་རིམ་གྱི་ཐོག་ནས་བྱས་ན་བོད་བརྒྱུད་ནང་ཐོག་གི་རེད་ནང་ལོགས་ལ་མདོ་སྔགས་ཀྱི་ཆོས་ཀྱི་བརྒྱུད་རིམ་ནང་ལོགས་བྱས་ན་དཔེ་ཆུ་བོ་ཁུངས་དག་ཤོས་དེ་ཆགས་དེ་ཡོད་རེད་དེ་རྗེ་སྒམ་པོ་པ་ནས་བརྒྱུད་དེ་བ་དེ་རྗེ་སྒམ་པོ་པ་གི་དེ་མདོ་ཕྱོགས་དེ་ཚོ་དེ་ཞོ་བོ་བཀའ་ཐེམ་པ་ནས་བརྒྱུད་རེད་བཀའ་ཐེམ་པ་དེ་ཞོ་བོ་ཆེ་ཨ་ཏི་ཤར་ཐུག་རེད་ཨ་ཏི་ཤར་དེ་རྒྱ་གར་གི་ད་དཔེ་མཁས་གྲུབ་ཆེན་པོ་རྒྱ་གར་ལ་བཙུན་མི་ཡོངས་གྲགས་ཀྱི་ད་རྒྱ་གར་གྱི་ཆོས་དེ་ནཱ་ལེནྡྲ་ཡིན་ན་རེ་འབི་ཀ་མ་ལེ་ཤི་ལ་ཡིན་ན་རེ་ཨོ་དན་དཱ་པུ་རི་ཡིན་ན་རེ་རྡོར་དྲིལ་དེ་ཡིན་ན་རེ། དེ་ཚོ་ཚང་མ་རྩོམ་ཡིག་ཡོངས་གྲགས་ཀྱི་བརྒྱུད་པ་ཟབ་མོ་ལྟ་བའི་བརྒྱུད་པ་རྒྱ་ཆེན་བཅུ་པའི་བརྒྱུད་པ་ཉམས་ལེན་བྱིན་རླབས་ཀྱི་བརྒྱུད་པ་སོགས་བརྒྱུད་རིམ་གསུམ་གྱི་ཐོག་ནས་བྱེད་ཡ་ཡོད་རེད་པ་ཞོ་བོ་རྒྱལ་ནས་དཔལ་ཀླུ་རྡོག་གཉིས་ནས་བརྒྱུད་པ་ཟེར་ཡ་འདྲ་བོ་ད་དེ་ནས་ལྷག་པར་དུ་བྱང་ཆུབ་སེམས་ཀྱི་བརྒྱུད་པ་ཟེར་ཡ་འདྲ་བོ་ཚང་མ་རྒྱ་གར་གྱི་དཔེ་ཆོས་འབྱུང་ལོ་རྒྱུས་ཚང་མའི་ནང་ལ་ཁུངས་དག་ལུང་དག་གི་ཕྱག་དེ་ལས་ཀྱི་བརྒྱུད་རིམ་རྩོད་པ་ཁྱོན་ནས་མེད་ཀྱང་དོགས་པ་ཐེ་ཚོམ་རྩ་བ་ནས་བསྐྱེད་མི་དགོས་པའི་བརྒྱུད་རིམ་གཙང་མ་གཙང་ཁྱོན་གྱི། ཚེ་ཕྱག་དེར་བ་བོད་རིགས་ཀྱི་ཆོས་བསྒྱུར་བའི་ཅིག་གི་ནང་ལ་དེ་སྔ་འགྱུར་ཕྱི་འགྱུར་འདྲ་བོ་ཐོག་ལ་རྩོད་པ་གང་ཡང་མ་དགོས་པ་ཅིག་དེར་བ། དེ་ནས་དང་པོ་རྗེ་སྒམ་པོ་པ་ལ་རྒྱུད་འདེབས་པའི་གསང་སྔགས་རྡོ་རྗེ་ཐེག་པ་ཞབས་རྗེ་བཙུན་ལྷོ་བྲག་པ་ནས་རྗེ་བཙུན་མེ་ལ་རས་པ་ནས་རྒྱུད་འདེབས་པ་དེ་བརྒྱུད་པ་ན་ཉེ་བརྒྱུད་དེ་ནི་ལྷོ་བྲག་པའི་གཏུགས་ས་དེ་དེ་བེད་དེ་རྒྱ་གར་གྱི་བླ་མ་ད་བརྒྱ་རྩ་གཅིག་ལ་གཏུགས་ཟེར་ཡོད་རེད་བ་དེའི་ནང་ལོགས་ལ་བླ་མ་ཡོངས་གྲགས་འདྲ་བ་ལྔ་བཅུ་ལྷག་ཚོ་དེའི་ནང་ལོགས་ལ་དེར་དོ་བ་སྣང་བ་འགྱུར་ངེས་བཅུ་གསུམ་དེའི་ནང་ལོགས་ལ་གྲུབ་ཐོག་ཞལ་སྔ་ཁྱད་པར་དུ་དེ་ནི་འདྲེན་གྱི་ཐོག་མའི་རྣམ་གཉིས་ང་རོ་མེད་ཆོས་དེ་ཚོ་ཚང་མ་ནང་བསྟན་རྒྱ་གར་གྱི་དཔེ་དེ་ནང་པ་གི་ཆོས་དེ་ཆེན་པོ་དཔེ་ཀ་མ་ལ་ཤི་ལ་ལ་སོགས་པ་དེ་ཚོ་ནི་རྩོམ་ཡིན་ཡོངས་གྲགས་ཀྱི་དཔེ་མཁས་གྲུབ་ཆེན་པོ་དེ་གི་ནང་ལ་མ་རྒྱུད་དེ་ལ་ཆོས་དེ་ཚོ་ལ་དཔེ་རྩོད་པ་མེད་པ། འདི་འགྱུར་ཡོད་རེད་མ་རེད་ཟེར་ཡ་འདྲ་འགྱུར་དག་པ་རེད་མ་དག་པ་རེད་ཟེར་ཡ་འདྲ་བོ་བོད་ཀྱི་རྩོམ་རེད་ཟེར་ཡ་འདྲ་བོ་ད་དེ་འདྲ་ཅིག་ང་ཚོའི་སྔ་ས་སྙིང་ན་དཔེ་རྙོག་གྲ་མང་པོ་ཞི་བོ་ཞིག་ལབ་ཏུ་ཡོད་རེད་བ་ད་དེ་འདྲ་འདྲ་བོ་རྩ་བ་ཁྱོན་ནས་མེད་པ་དཔེ་ཆོས་ཁུངས་དག་ཤོས། བརྒྱུད་པ་ཡིན་ན་བརྒྱུད་པ་ཁང་དག་ཞུ་དང་ས་པ་བརྒྱུད་པ་གཙང་མ་ཆགས་བསྡད་པ་དེ་བཀའ་གདམས་ཕྱོགས་ནས་བརྒྱུད་པ་དེ་ནས་སྔགས་ཀྱི་ཕྱོགས་ཀྱི་བརྒྱུད་པ་དེ་ཚོ་ཁང་དག་པ་དེ་ནས་ཉམས་ལེན་དེ་ཚོ་ཡིན་ན་ཁང་དག་པ་བས་མདོ་རྐྱང་པ་ཕྱོགས་ནས་བས་སྔགས་ལ་དོན་ཆུང་བྱས་སྔགས་ལ་བས་ལོག་ལྟ་འདྲ་བོ་བྱས་དེ་འགའ་མེད་པ་ཡང་སྔགས་རྐྱང་པ་ལ་སོགས་ནས་མདོ་ལ་བས་དོན་ཆུང་བྱས་ནས་ཉན་ཐོས་ཀྱི་ཆོས་རེ་ཁོ་གཅིག་རེད་ཟེར་དེ་འདྲའི་འགས་མ་གནང་ཆུང་དེ་བ་ཡང་མེད་པ་མདོ་སྔགས་འགལ་མེད་ཀྱི་ཉམས་ལེན། འོ་དེ་ནས་ཀྱི་ཉམས་ལེན་བྱེད་སའི་ཡུལ་དེ་ཚོ་ཡིན་ན་བས་ཁང་དག་པ་ཨེ་འབའ་ནགས་ཁྲོད། སངས་རྒྱས་ཀྱི་སྤྱོད་ཡུལ་སངས་རྒྱས་ཀྱི་སྤྱོད་ཡུལ་འདྲ་བ་དེ་དེ་ག་རང་ཆགས་དེ་ར་བ་ནགས་ནས་གནས་པ། མང་དུ་ཐོས་པ་ནགས་ཀྱི་ནང་གནས་པ་ལང་ཚོ་ཡོད་པ་རྣམས་ཀྱི་གནས་པ་དེ་སོང་ནས་ནགས་ལ་གནས་ཡ་ཨེ་འབའ་ལ་གནས་ཡ་དེ་རྫོལ་བ་དེ་ནི། སྤྱོད་ཡུལ་རན་པ་ཐོན་པ་ཟས་འདྲ་བ་ཏག་ཏག་དེ་དེ་བ། དེ་ནི་ལྷས་བྱིན་གྱི་བརྟུལ་ཞུགས་ནང་གི་གྲོང་གི་འདབ་ལ་གནས་བཅའ་དེ་བ་གྲོང་དང་ཉེ་སར་གནས་བཅའ་བ་ད་བ་དེ་འདྲ་མ་ཡིན་པ་པས་ཚང་མ་ཨེ་འབའ་ཅང་ཅང་ལ་བརྟེན་དེ་བ། དེ་འདི་བས་ར་བཀའ་བཅུ་གཉིས་དེ་བྲག་ལ་དགའ་ཟེར་བ་དེ་རྗེ་བཙུན་རིན་པོ་ཆེ། རྣམ་ཐར་དང་འདྲ་ན་ཚང་མ་དེ་བྱེད་འོང་དུས་གནས་ཡུལ་ཁོ་རེ་ཐོག་ནས་ཐུན་མོང་མ་ཡིན་པའི་གི་ཁྱད་ཆོས་མངོན་འདེད་པ་དེ་ཆོས་བརྒྱུད་རིམ་རེད་ཉམས་ལེན་རེད་ད་ཚོ་ཚང་མ་ལ་དཔེ་གཙང་མ་གཙང་ཁྱང་ཅིག་ཁུངས་ཐུབ་ལུང་ཐུབ་ཅིག་ད་འདི་འདྲ་ཅིག་མེད་པ་རེད་ད་ཆོས་བརྒྱུད་གཞན་དག་དེ་འདྲ་རྩ་བ་ནས་ཡོང་གི་མེད་ད་བ་ཕྱིས་ཕྱིས་སུ་ཅིག་དེ་གཙང་མ་བཟོ་གི་ཡིན་ཟེར་མ་གཏོགས་ཡ་དཔེ་བརྒྱུད་རིམ་རིང་པོ་གཏུག་དགོས་ན་དཀའ་ལས་འདྲ་བོ་ཆགས་བསྡད་ད་འདི་ཚོ་ཁ་ཐུག་ཁོ་རེ་བ་དཀའ་ཐབས་མེད་ན་དཀའ་ཐབས་མང་པས། རྩམ་པ། དྲ་རྒྱའི་ཕུན་སུམ་ཚོགས་པའི་ཞྭ་དབུས་སློབ་བརྒྱུད་རང་དཔེ་གཏུགས་བསྡད་པའི་སྔ་མ་དེ་ཚོ་དེ་ནི་གསང་སྔགས་ཡིན་ལ་གསང་སྔགས་དེ་ཁ་ཐུག་པ་ཁ་བི་ཀ་མ་ལེ་ཤཱི་ལ་ལ་སོགས་པའི་མཁས་གྲུབ་ཆེན་པོ་དེ་ཚོ་ལ་གཏུགས་བསྡད་པ་དཔེ་སྒོམ་ཆེན་གྱི་བརྒྱུད་རིམ་གྲུབ་ཐོབ་ཀྱི་བརྒྱུད་རིམ་དཔེ་དོ་གའི་བརྒྱུད་པ་ཡིན་ན་རེད་དེ་ཚོ་ཚང་མ་དཔེ་གཙང་མ་གཙང་མཁན་འདྲ་ཞིག་དེ་འདྲས་ཅིག་ཆགས་བསྡད་རེད་ད་དེ་ཚོ་ང་ཚོ་ངོ་ཆོད་དགོས་འདུག་བ་བར་སྐབས་ཅིག་ལ་སྣང་ཆུང་ཞེ་བོ་ཅིག་གི་ཞོར་ནས་ད་འདི་ཚོ་ཚང་མ་བ་ཅིག་ལྷུང་འདྲ་བ་ཞོག་སོང་རེད་བ་དེ་འདྲས་མ་ཡིན་པ་དེ་བསྟན་པ་ངོ་ཤེས་དགོས་འདུག་བ་དེ་དེ་ངས་འདི་ནས་ངོ་སྤྲོད་ཞུ་ཡ་འདྲ་བ་དེ་ཡིན་དེ་ནི་རྫུན་གསུངས་བཞག་རེད་རྫུན་འབྲི་ཁུང་བོད་ཀྱི་གསུང་གི་ནང་ལོགས་ལ། ཅེས་སྒམ་པོ་པ་དེས། མན་ཆད་ལ་བཀའ་བརྒྱུད་རིན་པོ་ཆེ་འདི་འཁར་བ་གཉིས་ལ་བསྟན་པ་རེད་གསུངས་འཁར་བ་ཟེར་ན་ང་ཚོ་ལག་བསྟན་འདྲ་བོ་སྦྱོར་བ་ཞོ་བོ་ཆེན་པོ་ནས་བརྒྱུད་པའི་དེ་ནས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གཉིས་བརྗོད་པ་རྣམ་པར་དག་པའི་ཚུལ་རིམ་རིན་པོ་ཆེ་འདུལ་བ་དེ་ནས་ཚོགས་ཤོས་དང་སེམས་སྐྱིད་རབ་གནས་ལ་སོགས་པའི་ཆོ་ག་རྣམས་དང་ལས་ཁ་ཚར་བ་རྣམས་ཡིན་གསུངས་ཏེ་དེ་སེམས་སྐྱིད་དང་རབ་གནས་དེ་ཚོ་དཔེ་དག་པོ་རིན་པོ་ཆེན་ལུགས་དེ་ཚོ་གལ་ཆེན་པོ་རེད་རབ་གནས་མདོ་ལུགས་དེ་ཚོ་དཔེ་དེ་གལ་ཆེན་པོ་རེད་དོ་ཞོ་བོ་ཆེ་མ་ལུགས་དེ་ནས་དག་པོ་རིན་པོ་ཆེན་སྒོམ་ཚུལ་ཁོ་ན་བར་གྱི་ཕྱག་ལེན་ཞེ་བོ་སྣང་བ་གསར་བ་ད་ཕྱིས་སུ་མི་ཚོ་ཚང་མ་གཡུག་བྱེད་ཀྱི་འདུག་སྣང་མི་བཏང་ནས་ད་དེ་ལས་གསར་བ་དེ་ཚོ་དཔེ་རྩ་ཆེན་ཡིན་ཕ་ཕྱུག་ཡིན་ཟེར་ནས། དེ་ཚོ་ཡང་ཉམས་གསོ་བྱས་ནས་དེ་ཚོར་ཤུགས་རྒྱབ་དེ་རུ་མ་གཏོགས་དངོས་སུ་གི་ད་དམ་པོ་བ་ཡབ་སྲས་ཀྱིས་དེ་ཚོ་ལ་རྣ་བ་ཞེ་དྲག་བཏང་གི་མི་འདུག་ཡིན་ན་སྔོན་མ་ད་དེ་ཚོ་དེ་ཁར་བ་ནང་གི་རྩ་བ་འདྲ་བརྟེན་ས་གཙོ་རེད་གསུངས་ཏེ་སོང་ནོ་དེ་ནས་རྗེ་བཙུན་ཆེན་པོ་ནས་རྒྱུད་བཤད་པ་སེམས་ཉིད་ལྷན་ཅིག་སྐྱེས་པའི་ཕྱག་རྒྱ་ཆེན་པོ་ཟླ་སྨྱུག་མ་ལྷན་ཅིག་སྐྱེས་པའི་རང་བྱུང་གི་ཡེ་ཤེས་འོ་དེ་ནས་ཆོས་དྲུག་ལ་སོགས་པ་ཡིན་ཟེར་ཟབ་མོ་ནཱ་རོ་ཆོས་དྲུག་སེར་པོ་འོ་ད་དེ་ཚོ་གི་ཁྲིད་དེ་ཚོ་གཟའ་ལྔ་རྡོ་རྗེ་ཐིགས་པ་དེར་འདྲ་བའི་རྡོ་རྗེ་ཐིགས་བུ་གི་ཉིང་བཅུད་འོ་ད་དེ་ཚོ་ཡིན་གསུངས་ཏོ་དེ། བས་ངོས་བཟུང་ཐུབ། ད་འདི་ཚོ་ངོས་བཟུང་མ་ཐུབ་ནས་དེ་ནི་ཡོང་གི་མེད་རེད་ན་དྭགས་པོ་རིན་པོ་ཆེན་གྱི་ལྟ་གྲུབ་དྭགས་པོ་རིན་པོ་ཆེན་གྱི་ཕྱག་ལེན་དྭགས་པོ་རིན་པོ་ཆེན་གྱི་དགོངས་པ་དེ་ནི་སྡོམ་པ་གསུམ་གྱི་ཉམས་ལེན་དེ་རེད་བ་སྡོམ་པ་གསུམ་དེ་ནི་གོང་གི་དེ་སོང་བར་བ་ཉན་ཐོས་ཡིན་ནམ་སྤོང་བའི་ལམ་ཐིགས་པ་ཆེན་པོ་ཡིན་ནམ་སྦྱོང་བའི་ལམ་སྔགས་ཡིན་ནམ་བསྒྱུར་བའི་ལམ་ཕྱག་རྒྱ་ཆེན་པོ་ཡིན་ནམ་ཤེས་པའི་ལམ་ཟེར་ནས་དེ་ནི་བཞི་གི་ཐོག་ནས་བཞག་ཡ་ཡང་ན་སྤོང་བསྒྱུར་ཤེས་གསུམ་གྱི་ཉམས་ལེན་གྱི་གནད་འོག་ད་དེ་འདྲས་ཀྱི་ཐོག་ནས། ཉམས་ལེན་བྱེད་སྟངས་དེ་གདམས་པའི་གནད་ཀྱི་ཆོས་བཞི་ལ་འདོད་པ། འོ་ད་དེ་འདྲའི་བསྟན་ཞོར་བ་དེ་ནི་འཁྲིད་ལུགས་འདྲ་བོ་བྱས་ན་ལྷན་སྐྱེས་དཀྱིལ་འཁོར་སྒོ་ནས་འཁྲིད་པ། ངོ་སྤྲད་སྟངས་བྱས་ན་དེ་ནི་ཐ་མའི་ཤེས་པ་མཛུབ་ཚུགས་སུ་ངོ་སྤྲད་པ། དེ་ནི་ཉམས་ལེན་སྐྱོང་སྟངས་འདྲ་བོ་བྱས་ན་གཞི་ཤེས་དཔལ་གྱི་ཉམས་ལེན་ཟེར་ནའང་འདྲ་རང་བཞིན་ཡོངས་ཤེས་ཀྱི་ཉམས་ལེན་བྱེད་སྟངས་ད་དེ་ཚོ་གའི་འགྲོ་སྟངས་དེ་གཞན་ལ་མ་གྲགས་པ་རེད་ད་ཁོང་ཡན་ཆད་ལ་དེའི་རྩ་བ་ནས་དེ་ཙམ་གྱི་ཁ་གསལ་མེད་པ་ནི་ཁོང་གིས་དེ་འདྲའི་ཅིག་ཐུན་མོང་མ་ཡིན་པའི་གདམས་པ་འདྲ་བོ་བསྟན་ཡོང་འོ་ད་དེ་འདྲའི་འདྲ་བོ་ཅིག་ཆགས་སོང་རོགས། དེ་འདུས་ད་དེ་ཅིག་ངོས་བཟུང་ཐུབ་ན། དེ་བསྟན་པ་ནི་ངོས་བཟུང་ཐུབ། བསྟན་པ་ནི་ངོས་བཟུང་ཐུབ་ན་དེ་ནི་བསྟན་པ་ལ་བར་འཇུག་ལུགས་འཇུག་སྟངས་ནི་ལག་ལེན་བྱེད་སྟངས་ནི་དཔྱད་པ་ལ། འོ་ད་དེ་འདྲས་ཅིག་ཡོང་གི་རེད་བསམ་ད་ངས་དེ་ནས་གནས་དུས་ཙམ་ཅིག་འོ་དེ་འདྲས་ཞུས་པ་ཡིན། ད་དེ་རྗེ་སྒམ་པོ་དཔག་གི་སྐུ་དེ་ཚོ་ལ་ཆ་མཚོན་ན་དཔེ་དུས་རབས་སོ་སོ་ལ་ཡང་དེ་རྣམ་པ་འདྲ་བོ་སྟེ་སྟེ་མ་འདྲ་སོང་ཡོད་ས་རེད། དེ་རྗེ་བཙུན་རིན་པོ་ཆེན་གྱི་རྣམ་ཐར་རྣམ་མགུར་འོ་དེ་འདྲས་ཀྱི་འོ་དབུ་ཁང་ནང་སློབ་ཁྲིད་བྱས་པའི་རྗེ་བཙུན་མི་ལའི་སློབ་མའི་གྲས་སུ་རྗེ་སྒམ་པོ་དཔག་དེ་རབ་བྱུང་གི་རྣམ་པ་ཡིན་པ་དབུ་ལ་གཅིག་བསྒོམ་བྱ་དེ་འདྲས་ཡིན་པ་སྒོམ་བྱ་ཡིན་ལ་མ་ཞལ་འདབ་འདྲ་བོ་བཙོ་བར་བྱ་ལུགས་དེ་འདྲས་མིན་པ་ཆོས་གོས། དང། དེ་ནས་བྱམས་བརྩེ་ནོར་བུ་ཕྱག་གཉིས་ཆོས་འཁོར་གྱི་ཕྱག་རྒྱ་ཞེས་བཟླས་པ། འོག་ཏུ་ཞབས་སྐྱེས་དྲུང་བཞེས་རབ་ཏུ་འདྲེས་བསྐུལ་བྱ་བ། སྔོན་ཆད་ཀྱི་བསྒོམ་བྱ་དེ་ལ་དེ་བཞག་གི་མ་འདི་ཞལ་འདབ་དེ་མེད་པ་རེད་ལྷུག་ལྷུག་གི་དེ་བསྒོམ་བྱ་རྟ་རྨིག་མ་འདྲ་བོ་གཟུང་དེ་འགས་དེ་འདྲ་ནོ་དེ་འདྲ་ཡིན་པ་འདྲ་ད་དུས་ཕྱིས་སུ་དེ་ཞལ་ལུགས་ཅན་དུ་བྱུང་བ་རེད་དེ་ནས་དུས་ཕྱིས་སུ་ད་གཅིག་ཆུན་འདྲ་བ་ཞིག་གི་ཕྱག་མཉམ་བཞག་དེ་ཡོང་གི་འདུག་དེ་མ་གཏོགས་སྔ་མ་ལ་དེ་ནས་ཆོས་འཁོར་ཕྱག་རྒྱ་ཞེས་བྱ་བ་དང་དེ་ནས་སྐྱབས་སྦྱིན་དང་མཉམ་བཞག་ཞེས་བྱ་བ་དེ་འདྲ་ཡོང་གི་འདུག་དེ་ཡིན་ཁ་ཤས་ཀྱང།

ཆུ་རྒྱུས་ཆུ་བོའི་གཞུང་ལས་རང་གཞན་འདྲ་བོ་བྱུང་སོང་རེད་ད་དེ་ལ་དུས་ཕྱིས་སུ་དེ་ནས་དྭགས་པོ་བཀའ་རྒྱུད་དང་ལྷག་རོ་འདྲ་བོ་བརྗོད་རོགས་ངོ་མ་མང་དག་བརྗོད་རེད་ད་དེ་འདྲ་ཅིག་དུས་ཕྱིས་སུ་ཡང་དེ་དྭགས་པོ་བཀའ་རྒྱུད་ཀྱི་སྤྱི་ཁྱབ་ལ་ཐ་སྙད་འདྲ་བོ་ཆགས་ཀྱི་བྱུང་སྐད་ཟེར་རྣམ་གཞག་ཅིག་ད་དོང་རེད་ད་དེ་ལ་བརྟེན་ནས་དེ་དུས་ཕྱིས་སུ་དྭགས་པོ་ལྷ་གཅིག་གི་ལྟ་དགོངས་བཅུ་གསུམ་གྱི་རྒྱུ་མཚན་གྱི་ཐོག་ལ་ང་ཆེ་ང་ཚེ་འདྲ་བོ་མེད་པ་ཅིག་གིས་རྣམ་གཞག་གི་ཐོག་ནས་རྦད་དེ་རྒྱ་ཡིག་བོད་ཡིག་ཨིན་ཇིའི་ཐོག་ཚང་མར་འབྲི་བཤད་གང་བྱུང་མང་བྱུང་བརྒྱབ་ནས་བཀའ་བརྒྱུད་ནང་ཁུལ་ལ་ང་ཆེ་ང་མཚན་གྱི་ལབ་གླེང་མང་པོ་ཅིག་བྱུང་རྙོག་དྲ་ཚ་ཐག་ཆོད་བསླང། འོ་དེ་བྱུང་གི་རེད་ད་དེ་ནས་ཉིས་སྟོང་དགུ་གི་ལོ་ལ་བགྲོ་གླེང་འདྲ་བོ་བྱས་ནས་དེ་ནས་ད་དེ་མི་གོ་བའི་ཆེ་ཆུང་སྐད་ཆ་མ་གླེང་ཡ་འོ་དེ་གཏན་ཁེལ་འདྲ་བོ་གནང་བར་བ་གནང་བར་རེད་དེ་ཁྱོད་ནས་མ་ཉན་ནས་ད་དེང་སང་ཡང་དེ་ཅིག་དེ་ཅིག་ཞེ་བོ་ཅིག་བཤད་ནས་ང་ཆེ་ཡ་ཆུང་ངུ་ཟེར་ལབ་ནས་ནང་ཁུལ་ལ། ཁྱོད་ཀྱི་རྩོད་པ་ཐབས་སྡུག་པོ་ཞེ་བོ་ཅིག་བརྒྱབ་སྡོད་ཀྱི་འདུག་བ་ད་དེ་དཔེ་ངོ་ཚ་ཞེ་བོ་ཅར་བ་ཆོས་རྒྱལ་བློས་མ་ཐོངས་པའི་གི་རྟགས་རེད་མ་གཏོགས་དང་པོ་ལྷ་སྤྱི་ལྟ་སྐོང་འཛིན་སྐྱོང་བྱེད་པ་དང་ནང་པ་སངས་རྒྱས་ཀྱི་ཆོས་ཉམས་ལེན་བྱེད་པའི་གི་སྤང་དག་སྟེ་རྩ་བ་ནི་མ་རེད་པ་བདག་ཅག་གི་ཆོས་ཁས་བློས་མ་ཐོངས་ནས་རྗེ་བཙུན་རིན་པོ་ཆེན་གྱི་ཆོས་ཁས་བླུན་བསྐུར་བྱ་ཡོད་དེ་ཆོས་རྒྱུད་ཡིན་སོང་བ་རེད་ཁོང་གིས་ཆོས་རྒྱུད་འདི་ན་ཆོས་ཁས་དེ་སྟེགས་དེ་བློས་ཐོངས་ཚེ་འདི་ཁས་ཕན་སྟེགས་དུ་མ་ཅིག་བློས་འདྲ་བ་ཐོངས་ནས་ཆོས་རྒྱུད་གཞན་དག་དང་མ་འདྲ་འདྲ་བ་ཅོག་དེ་བཀའ་རྒྱུད་གསལ་དེ་དངོས་གནས་དེ་དེ་འདྲ་གྱོ་མི་སྣང་བ་བཏང་གི་མ་རེད་དག་ཟེར་འདྲ་བ་ཅིག་དགོས་རེད་བ་དང་སྨྲ་ས་འདྲ་བོ་ཟིན་དེ་ག་རེད་བས་དེ་ཅིག་ཆོས་ཁས་དེ་གྱོ་བ་ཅིག་དེ་ཞིག་མ་རེད་ཟེར་ཅིག་དགོས་རེད་བ་དག་དེ་མེད་བ་རེད་དེ་བས་རྩོད་རྙིང་བརྒྱབ་སྟེ་ག་ས་གང་ནས་དེ་ཅིག་གླེང་བསྡད་ནས། ད་ལྟ་མེད་ས་ལ་ནང་ཁུལ་འགལ་བ་འདྲ་བོ་བཟོས་བསྡད་ནས་ཐབས་སྐྱོ་བོ་འདྲ་བོ་ཞིག་རེད་འདུག་བ་དེ་ལོ་རྒྱུས་བྱས་ན་ནི་ལོ་རྒྱུས་རིང་པོ་དེ་ཞིག་གལ་ཆེན་པོ་མ་རེད་ཁུངས་འདྲ་བོ་བྱས་ནས་ཁུངས་ཞེ་བོ་གཅིག་ཡ་ཕུག་ཐག་འདྲ་བོ་རྒྱལ་དཀའ་ལས་ཁག་པོ་རེད་བ་དཔེ་ཆ་བཞག་ན་བོད་ལ་སྐྱེ་ཡི་གྲུབ་བརྒྱུད་ཀྱི་ཁྱིམ་བདག་རྒྱལ་བཤད་རྒྱུད་བཀའ་ཆེན་བཅུ་སོགས་རྣམ་དབྱེ་ཕྱེད་སྟེང་དེ་ཁྱུང་པོ་སྟེར་ཅན་ཤར་བས་ཟེར་རེད་དེ་རྒྱལ་དབང་རིན་ཆེན་ཕུན་ཚོགས་ཀྱི་སློབ་མ་རེད་བ་ཨོ་དེ་རེད་བཀའ་མ་པ་མི་ཁྱུ་རྡོ་རྗེ་ཁོ་ན་པའི་དུས་མཚུངས་རེད་བ་ཁོང་གི་ཁུངས་བཞག་པ་ཞིག་ཡོད་རེད་བ་བདག་དེ་གངས་རིའི་ཁྲོད་ཀྱི་སྤོང་བ་བསམ་གཏན་པ་རྣམས་ལ་སྙན་དུ་གསུང་བ་ཟེར་ཅིག་ཡོད་རེད་བ་བོད་པ་ཕྱི་མིས་བསྡུས་ཚེ་དེའི་ནང་ལོགས་ལ་དེ་ནི་བཀའ་རྒྱུད་དུ་འདུག་མ་གསུངས་དེ་ཁྲོ་ཕུ་པ་དང་དཔལ་ལྡན་འབྲུག་པ་དང།

སི་ཏུ་པན་ཆེན་གྱིས་སའི་ཐབས་ཇུས་གསུང་བྱས་མདོ་སྔགས་ཀྱི་བརྒྱ་སྟོང་དྲུག་གི་དྲིས་ལན་གནང་ལོ། ད་དེ་ནས་བཀའ་རྒྱུད་འདི་གཅིག་ཆད་ཞེས་ཟེར་ཡ་འདྲ་བོ་ཞིག་ལབ་སྟེ་ཡར་ཐལ། ང་ཚོ་ལོ་རྒྱུས་ནང་མ་གཅིག་བལྟས་པ་ཡིན་ན་དེ་རྣམ་གཞག་གཉིས་ཡོང་གི་འདུག་རྣམ་གཅིག་གཉིས་ཆེ་གི་དེ་ལ་བཞག་སྟངས་སྔ་ཕྱི་གཉིས་ཡོང་གི་འདུག་དེ་གཅིག་ཤི་དགོས་ཡ་འདྲ་བོ་གལ་ཆེན་པོ་གཅིག་རེད་བསམ་གི་འདུག་བ་ད།

སྔ་མ་གཉིས་སྔ་ཕྱི་གཉིས་བར་ཞུ་དེ་སྔ་མ་དེ་ག་ནས་ཡོང་གི་འདུག་ཞུས་ཡོད་ན་དེ་ནས་བལྟས་འདུག་བ་པ་ཤུ་ར་ར་སྤྲུལ་སྐུ་གི་མཛད་པའི་གི་དེ་ནས་ཆོས་འབྱུང་ཡོད་ར་བ་ཤི་དཀར་མེ་ལོང་ཟེར་གྱི་ཡོད་རེད་ད། འོ་ད་དེའི་ནང་ལོགས་ལ་གསལ་ཡོང་གི་འདུག་བ་དེ་འོ་དེ་རེད་ད་ཁོང་དེ་དུས་རབས་དེ་བཅོ་བརྒྱད་ཀའི་གཞུག་ཐུབ་བ་ཕལ་ཆེར་ཡིན་ས་རེད་འདུག་བ་དེ་རྩོམ་པ་པོ་དེ་གི་བྱུང་ཡ་དེ་དུས་ཚོད་དེ་དེའི་ནང་ལོགས་ལ་དེ་ནས་ག་རེ་སོང་བ་རེད་ཟེར་ན་ཁོང་གི་གི་བཀའ་རྒྱུད་བཤད་བ་འདི་ཆེ་བ་བཞི་ནི། འབྲེལ་རྟགས་ཚུར་གསུམ་འབྲུག་པ་དང་བཞི་དེང་སང་བར་ཡོངས་གྲགས་ལྟར་དང་གསུང་བར་ད་བཀའ་རྒྱུད་ཆེ་བ་བཞི་དང་འབྲེལ་གུང་ཐང་ལུང་ཚུར་བུ་སྐམ་ཚང་ར་བ་འབྲུག་པ་བཞི་དེ་ཆེ་བཞི་རེད། འདི་ད་དེང་སང་བར་ཡོངས་གྲགས་རེད་གསུང་འདུག་དེ་སྐབས་དེར་ཆེ་བཞི་སྔ་མ་དེ་བཞག་སྟངས་དེ་གོ་ཐབས་དེ་ཡིན་པ་ཅིག་ང་ཚོར་ཁས་ལེན་དགོས་ཀྱི་འདུག་དེའི་རྗེས་ལ་དེ་ནས་འཇམ་དཔོན་ཀོང་སྤྲུལ་རིན་པོ་ཆེ་ཤེས་བྱ་ཀུན་ཁྱབ་འཛོ་བས་ལ་དེ་ནི་དེ་གསུང་བཞག་ར་བ་ཆེ་བཞི་རྩ་བའི་རྒྱུ་མཚན་བཅས་དེ་སྔ་གསལ་བྱེད། དེ་སོང་ཤར་རོ་དེ་འདྲས་ཅིག་ནམ་ཤར། སོང་ནས་དེ་ནས་བཀའ་ཁྱུད་སྤྱི་ཁྱབ་ལ་ཕར་ཆས་ཞེས་དེ་སྦྱར། དྭགས་པོ་སློབ་མར་ཆས་ཞེས་ཕག་གྲུའི་སློབ་མར་ཆུང་བརྒྱད། འདི་ཇོ་དོན་དྲན་པའི་རེད་ཟེར་གྱི་ཤར་ཤར་དང་ང་ཚོ་ཇོ་དོན་དྲན་པའི་རེད་ཟེར་ཤར་ཤར་ནི་འགྲིག་གི་འདུག་ད་དེ་མེད་ཟེར་ལབ་ནས་ཆེ་ཆུང་རེད་ཅེས་ཞེ་བོ་ཅིག་ཡོད་ཟེར་ལབ་ནས་ད་ལྟ་བར་དུ་ཅིག། དོན་དག་མེད་པའི་གི་སྨྱུག་ཚུགས་རེ་བ་འདེགས། དེ་པ་ཡིག་ཆ་ནང་ལ་ཁུར་བསྡད་པ་དེ་རེད་དེ་ནས་དུས་ཚོད་ངམ་ཅི་ཐོན་ལ་ཧ་གོ་བ་ཆད་འོ་དེ་འདེགས་སྐབས་ཚོད་དུས་ཁོ་རང་ཚོ་ནི་ཁོ་རང་ཚང་གི་དགོངས་པ་འདྲ་ཅིག་རེད་ད་ད་ལྟ་རྩ་བའི་གི་བཀའ་ཁྱུད་བདེན་པ་མགོ་ཉག་ཕྲ་བོ་ཞེ་བོ་ཅིག་ཆགས་བསྡད་ཡོད་རེད་ཕྱི་ཚུལ་ལས་བཤད་ན་དཔལ་འབྱོར་རེད་དེ་ནས་ཐོབ་གོ་ས་རེད་མིང་སྙན་གྲགས་རེད་ད་ཚོ་ཆེན་པོ་ཆེན་པོ་མང་པོ་ཞེ་བོ་ཅིག་ཡོད་རེད། དེ་འདྲ་མང་པོ་ཡོད་རེད་དེ་དག་བཀའ་བརྒྱུད་རང་གི་ལྟ་གྲུབ་ཉམས་ལེན་ལྷག་པར་དུ་གཅིག་སྒྲུབ་པ་གི་ཉམས་ལེན་སྒྲུབ་ཚུལ་ད་ཚོ་ཚང་མ་བོད་དེ་ཉམས་རྒུད་འདྲ་བོ་ཞེ་བོ་ཕྱིན་ཚར་རེད་ད་དེ་ཕྱིན་ཚར་དུས་དེ་སྔ་མོ་གི་དེ་གནས་སྟངས་འདྲ་བོ་ཅིག་ལ་ཟེར་བ་རེད་དེའི་རྗེས་ཐོབ་ཐང་འདྲ་བོ་ཅིག་ལ་རྩོལ་བ་བརྒྱབ་བསྡད་ན་དེ་ནས་ངོ་ཚ་བོ་ཞེ་བོ་ཅིག་ཆགས་འགྲོ་གི་རེད་བསམ་གི་ཡོད་ངས་ནི་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་དེ་མ་གཏོགས་དེ་ཕྱོགས་སུ་མེད་པ་ཅིག་མཐོང་མ་གཏོགས་ད་དེ་རྩོལ་བ་བརྒྱབ་ནས་གྲུབ་འབྲས་ཞེ་བོ་ཅིག་ཐོབ་རྒྱུ་དང་རྒྱལ་སྤྱིའི་ཐོག་ལ་ངོ་མཚར་ཆེན་པོ་ཆགས་རྒྱུ་དང་ལོ་རྒྱུས་ཐོག་ལ། ཞལ་གྱིས་བྱམས་པ་འགྲོ་རྒྱུར་རྩ་བ་ནས། ད་གལ་སྲིད་ཅིག་ཆེ་བ་འདྲ་བཞག་དགོས་དབང་དུ་བཏང་ན། དེ་བཀའ་རྒྱུད་གོང་མའི་ལྟ་སྒོམ་སྤྱོད་གསུམ་གཙང་མ་སུས་འཛིན་ན་ད་དེ་ཆེ་བ་རེད་རེད་བ། དེ་བཀའ་རྒྱུད་ཀྱི་ཆེ་བ་འདྲ་བོ་འཛིན་ཐུབ་པ་རེད་བ། དེ་དུས་ད་ལྟ་ང་ཚོ་མཛངས་སྙོ་ཧེ་རུ་ཀ་གི་སློབ་མ་ཁོང་གིས་དེ་གསུངས་ཞར་བ་རྫ་རི་དབང་ཕྱུག་རྒྱལ་མཚན་གྱིས་ཀ་ད་གུ་བཀའ་རྒྱུད་ཀྱི་ཆེ་བ་བཅུ་གཅིག་ཟེར་ཞིང་འོ་དེ་ཁྱད་པར་བཅུ་གཅིག་ཟེར་ཆོག་ད་དེ་ངོ་ནས་ཁྱད་པར་བཅུ་གཅིག་སོས་ཀྱི་ད་ཟིན་ཐུབ་པ་ཡིན་ནམ་དེ་ནི་ད་དེ་བྱས་འདྲ་བ་ཞིག་བཞག་ཨོ་སྡིག་ཞེས་བཤད་ན་དེ་འཇིག་དོན་དངོས་དང་མ་མཐུན་པ་དེར་མ་གཏོགས་འཇིག་གི་ཕྱག་ལེན་དེ་དཔེ་དེ་རིན་མི་ཆེ་འདོན་མི་ཆེ་དག་རྒྱུད་དེ་ཞེ་དྲག་ཤུགས་འདྲ་བོ་མ་བཞག་བཀའ་རྒྱུད་དེ་ཞེ་དྲག་ཤུགས་མ་བཞག་དེ་ནི་ཕྱིས་དགེ་བྱེད་ཀྱི་ལུང་བསྟན་ནས་བྱུང་བ་ཟེར་འདྲ་བོ་ཅིག་དང་དེ་ནི་དག་སྣང་ནས་བྱུང་བ་ཟེར་འདྲ་བོ་དང་འོ་ཅིག་ཆོས་དར་སྔ་སོས་པ་ཟེར་དེ་རྐྱང་རྐྱང་ནས་ཤུགས་བརྒྱབ་ན་དེ་ནི་ཇི་བྱུང། རྩོད་བདེ་བས་ན་དགོས་དངོས་གནས་དང་དང་གཅིག་མ་མཐུན་པ། འཚམ་པོ་མེད་པ་མཛའ་བོ་མེད་པ་རན་པོ་མེད་པ་ལེན་པོ་མེད་པ། འདྲ་ཆགས་པོ་མེད་པ། དུག་ངོ་གཏོར་ལ་ཐབས་སྐྱོ་བོ་ཞིག་གཅིག་ཆགས་བསྡད་པ་དེ་ཡོང་གི་འདུག་དེ་ཤི་གོ། ང་ཚོས་དེ་ནས་དྭགས་པོ་རིན་པོ་ཆེ་རྣམ་ཐར་བཤད་ཡ་དེ་རྒྱུ་མཚན་དེ་ཅི་བཤད་གི་འོ་རེད་ཟེར་ན། བླ་མ་གོང་མའི་རྣམ་ཐར་དེ་རྗེས་འཇུག་སློབ་མའི་ཉམས་ལེན་ཡིན་གསུངས་ཤག་རེད་བ། དེ་ཡིན་དུས་དེ་ནས་གོང་མའི་རྣམ་ཐར་བཤད་ཡ་དེ་ད་དེ་རྗེས་འཇུག་དེ་ཚོ་ཁོང་ལ་ཐལ་བ་དག་ན་བྱེད་མཁན་དེ་ཚོས་སྔོན་ལ་ཁོང་གིས་དེའི་མཛད་པ་བྲིས་ནས་དེ་ཚོ་ཡག་པོ་ཅིག་ཡག་ཚགས་ཚུད་པ་རང་གི་རྒྱུད་ལ་ཡག་པོ་ཅིག་ཚུད་ལན་ཐོབ་པ་དེ་ནས་མང་མི་གཞན་དག་ལ་དཔེར་ཐོབ་བམ་དེ་ལས་བྱུང་ན་དེ་རྗེས་འཇུག་རྗེས་རབས་སློབ་མ་པོ་ད་དེ་ཆགས་ཀར་བ་ད་དེ་བྱ་རྩ་བ་ནས་བར་སྣང་མི་འདང་ཚར་དུས་ད་དེའི་གྲས་དེ་ན་ཚང་ནས་ད་དེ་གཅིག་ཡིན་ཟེར་ལབ་བསྡད་ན་ཆུ་འཇིག་རྟེན་གང་གི་ཐོག་ནས་འདྲ་ཆགས་པོ་ཁྱོད་ཆགས་མེད་ར་བ་དེ་གནས་ལུགས་དེ་ང་ཚོ་ཚང་མས་ཤེས་དགོས་ཀྱི་འདུག། དེར་མ་གཏོགས་དེང་སང་རིས་མེད་ཁ་ལ་འཁྱེར་ཏེ་མཁན་མང་ཐག་ཆོད་ཅིག་ཡོང་བསྡད་ཀྱི་འདུག་བ་རིས་མེད་རེད་དོ་ངོ་གཏོགས་ནས་ཁོ་རང་ཚོ་གི་དེ་ནས་ག་ཐོབ་ཐོབ་ཅིག་ཡ་དེའི་ནང་ལོར་ཡ་སླེབས་ནས་བ་ཅིག་སུས་སུས་ཀྱི་མངའ་ཁོངས་རྒྱ་ཆེ་རུ་དང་ཆོས་ལུགས་བསྐྱུར་བསྒྱུར་བཅོས་བཏང་ཀྱང་བཏང་བསྡད་ཡོད་དེ་ད་དེང་སང་ཧང་སངས་གོ་ལོ་རྒྱུས་ཐོག་ནས་ཞིབ་ད་དེ་གནས་ལུགས་འདྲ་བ་ཅིག་ཤེས་ནས་སོ་སོའི་ས་ལ་སོ་སོས་ཡག་པོ་ཅིག་བསྡད་དེ་བ་ཐང་ན་ཡག་པོ་ཅིག་སྦྱངས་ནས་བསྡད་ན་ཡག་པོ་རེད་འདྲ་ཅིག་བསམ་ནས་དེ་ཞུས་བ་ཡིན་ད།